བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ལྔ་ཉིན་རབ་གནས་ཤིང་དྲུག་ལོའི་བོད་ཟླ་བཞི་པའི་ཚེས་ལྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་སོ་གཅིག་རེས་གཟའ་སྤེན་པའི་ཉིན། བོད་ཀྱི་འཐབ་རྩོད་ཀྱི་བརྒྱུད་ལམ་ཀྲི་བེད་ཨེ་སི་ཀ་པ་ཀན་ད་རའི་ཚང་ཆུའི་ཕྱོགས་བསྡུས་ཀྱི་ལས་རིམ་དབུ་འཛུགས་ཞུས་པ་དང་སྦྲགས་འཛམ་གླིང་གང་ས་རུ་བཞུགས་པའི་བོད་རྒྱལ་ཁབ་དང་མི་རིགས་ལ་གཅེས་པར་འཛིན་མཁན་གྱི་བོད་མི་ཡོངས་ལ་སྙིང་ཐག་པ་ནས་བརྩམས་འབྲི་ཞུ་བཞིན་ཡོད། བོད་ཀྱི་འཐབ་རྩོད་ཀྱི་བརྒྱུད་ལམ་དྲིལ་བུར་གསེར་ལག་པགས་ཀྱི་ཟླ་རེའི་ཚངས་སྤྱོད་ཆུ་ཐོག་གི་ལས་རིམ་དེ་བཞིན་ཟླ་བ་ཆ་ཅན་གྱི་ཟླ་མཇུག་ལ་ཡང། འཛམ་གླིང་གི་ནང་དུ་གཙོ་བོ་བོད་རང་བཙན་གྱི་ཆེད་དུ་ལས་འགུལ་སྤེལ་བའི་ཁག་བསྐྱར་ལེན་གྱི་སྙན་སྒྲོན་ཞུ་རྒྱུ་དང་ལས་འགུལ་སྤེལ་མཁན་ཚོ་ལ་ཡང་ཉིན་ཐ་པ་ནས་བཀའ་དྲིན་ཆེ་ཞུ་རྒྱུ་ཡིན་པ་རེད།

ཆུང་སྲིད་དཔེ་ཆ་རིན་པོ་ཆེ་འདྲ་བ་རྒྱ་ནག་གིས་འཛིན་བཟུང་བྱས་ནས་ད་བར་ལོ་ངོ་སུམ་ཅུ་ལྷག་གར་སོང་ཆ་མེད་དུ་སོང་ནས། ལས་འགུལ་ཤུགས་ཆུ་སྤེལ་བའི་སྐོར། དེ་བཞིན་ཨ་རིས་རྒྱལ་སྤྱིའི་བོད་རང་བཙན་འཐབ་རྩོད་པ་ཁག་གིས་ཕྱིའི་དོན་ཚན་བཅུ་བདུན་ཉིན་མོ་དང་བསྟུན་བྱས་ཨ་རིས་ཀྱིས་རྒྱལ་ས་ཝ་ཤིང་ཀྲོང་ལ་ཡང་ཞུ་གཏུག་གི་ལས་འགུལ་ཞིག་བརྩམས་གནང་འདུག་ཞུ་གཏུག་གི་ལས་འགུལ་ནང་གི་ནང་དོན་གཙོ་བོ་ནི་རང་བཙན་ལ་རྒྱབ་སྐྱོར་དང་གཉིས་པ་བཙན་བྱོལ་གཞུང་གི་རོགས་དངུལ་དང་གསུམ་པ་ཨ་རིའི་རླུང་འཕྲིན་ཁང་བཅས་ཀྱིས་ཆེད་དུ་གྲོས་ཚོགས་འཐུས་མི་ཁག་གཅིག་དང་མཇལ་འཕྲད་གནང་རྗེས་ཞུ་ཡིག་གི་ལས་འགུལ་སྤེལ་ཡོད་པ་ཁག་རིམ་པས་སྙན་སྒྲོན་བཞེས་རྒྱུ་ཡིན་པས་གསན་གཟིགས་གནང་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔ་ཟླ་ལྔ་པའི་ཚེས་གཅིག་ཉིན། དེ་སྔོན་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་དྲུག་གིས་བཀའ་བློན་གནང་མྱོང་བའི་བཀའ་ཟུར་བཀྲ་ཤིས་དབང་འདུས་མཆོག་དགུང་གྲངས་བདུན་ཅུ་དོད་པའི་སྟེང་ཁེ་ན་སྒྲ་རུ་སྐུ་གཟུགས་བདེ་མིན་རྐྱེན་གྱིས་ཡིད་སྐྱོའི་གནས་ཚུལ་ཐོན་པར། ཕྱི་ལོ་ཉིས་སྟོང་ཉི་ཤུ་ཙམ་ལ་ཟླ་ལྔ་པའི་ཚེས་གཉིས་དགོང་མོ་ཆུ་ཚོད་དྲུག་པ་ནས་བརྒྱད་པ་བར་ནེའུ་ཡོག་གི་རྒྱ་ཆེའི་བོད་རང་བཙན་འཐབ་རྩོད་པ་ཁག་གི་མཛའ་གྲགས་ཀྱི་མཆོད་འབུལ་སྨོན་ལམ་ཞིག་ཀརྨ་སྲི་ཞུ་ཚོགས་པའི་ཚོགས་ཁང་དུ་གོ་སྒྲིག་གནང་བར་མི་མང་གང་འཚམ་ཕེབས་པ་མ་ཟད་ཨ་བོད་མཛའ་གྲོས་ཚོགས་པའི་ཚོགས་གཙོ་བསོད་ནམས་དབང་འདུས་ལགས་དང་དེ་བཞིན་ཨ་རིའི་ནེའུ་ཡོག་གི་སྐུ་ངོ་དོན་གཅོད་ཟུར་པ་ངག་རབ་རྒྱལ་མཆོག་ཕེབས་ནས་སྐུ་ངོ་དམ་པ་བཀྲ་ཤིས་དབང་འདུས་ལགས་ཀྱི་འདས་པའི་ལོ་རྒྱུས་མདོར་བསྡུས་ཤིག་དྲན་རྟེན་གྱི་ཚུལ་དུ་གསུངས་གནང་སོང། སྨོན་ལམ་གོ་སྒྲིག་གནང་མཁན་ཚོའི་གསུང་དབྱངས་ལ་སྐུ་ངོ་དམ་པ་བཀྲ་ཤིས་དབང་འདུས་མཆོག་མི་གཤིས་ཧ་ཅང་བཟང་པོ་དང་གནད་དོན་ཁག་ལ་ཐག་གཅོད་དྲང་པོ་གནང་མཁན་ཞིག་ཡིན་པ་མ་ཟད་ནིའུ་ཡོག་ཏུ་སྐུ་ངོ་དོན་གཅོད་གནང་སྐབས་ས་གནས་ཀྱི་མི་མང་དང་ཚོགས་པ་ཁག་ལ་འབྲེལ་བ་དམ་ཟབ་དང་གོང་མཐོར་གཏོང་མཁན་ཐོག་མ་དེའང་ཡིན། མ་ཟད་ཨ་རིའི་གཞུང་གིས་ཕྱི་ལོ་ཉིས་སྟོང་བདུན་ལོར་གོང་ས་མཆོག་ལ་གསེར་གྱི་གཟེངས་རྟགས་གནང་བའི་དུས་ཆེན་སྲུང་བརྩི་ཉིན་མོ་ལོ་ལྟར་ཞུ་རྒྱུ་དེ་ནིའུ་ཡོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ལ་འགན་དབང་གནང་ཡོད། གང་ཡིན་ཟེར་ན་སྐབས་དེར་གཟེངས་རྟགས་ཀྱི་ཆེད་དུ་ཨ་རིས་ནང་མཚན་རྟགས་བསྡུ་ཁུལ་གྱི་འགན་ཡང་ཚོགས་གཞོན་ནུ་ཚོགས་པས་འཁྱེར་བ་རེད་གསུངས། ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་ཙམ་ཟླ་ལྔ་པའི་ཚེས་བཞི་རེས་གཟའ་ཉི་མའི་དགོང་དྲོ་ས་གནས་གཞོན་ནུའི་གཏན་འབེབས་ལས་འགུལ་དཔའ་བོ་རྗེས་དྲན་དང་བསྟུན་བོད་གཞོན་ནུ་ལྷན་ཚོགས་ཀྱི་དབུས་རྒྱུན་བཟོ་པ་སྐུ་ངོ་དམ་པ་བཀྲ་ཤིས་དབང་འདུས་མཆོག་གི་ཆེད་དུ་ཡང་སྨོན་ལམ་ཚོགས་གནང་སོང། ཟླ་ལྔ་པའི་ཚེས་བཞི་ཉིན་ཧྥ་རན་སིའི་བོད་རང་བཙན་སློབ་ཕྲུག་ཚོགས་པ་དང། ས་གནས་གཞོན་ནུ་ཚོགས་པ་གཉིས་ཀྱི་སྣེ་ཁྲིད་འོག་དགེ་མིང་འགྲེམས་སྟོན་ཁང་གི་མདུན་དུ་བོད་ཅེས་པའི་ཐ་སྙད་བསྐྱར་གསོ་དགོས་པའི་ཞུ་གཏུག་ལེན་ཁུལ་ཐེངས་ཉི་ཤུ་རྩ་དྲུག་པ་དེ་སྤེལ་གནང་འདུག། ཡང་ནིའུ་ཡོག་ནིའུ་ཇར་སི་ས་གནས་བོད་གཞོན་ལྷན་ཚོགས་ཀྱི་གོ་སྒྲིག་འོག། ན་ནིང་ནི་འགོ་འཛུགས་ཀྱིས་ཟླ་བ་འཆར་ཅན་གྱི་ཚེས་བཅུ་ཉིན་བོད་རང་བཙན་ལས་འགུལ་སྤེལ་བཞིན་པ་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་ཚང་ཟླ་བ་ལྔ་པའི་ཚེས་བཅུ་ཉིན་ནིའུ་ཡོག་ཏུ་ཡོད་པའི་དགྲ་བོ་རྒྱ་ནག་གཞུང་ཚབ་ཀྱི་མདུན་དུ། བོད་རང་བཙན་གྱི་ཆེད་དུ་ཉིན་གང་གི་ཟས་བརྗེད་ངོ་རྒོལ་ལས་འགུལ་གཟེངས་སུ་ཐོན་པ་ཞིག་སྤེལ་གནང་བར་ཕི་ལ་འདྲ་བྷི་ཡ་ནས་མཇལ་བྱེད་པ་ཐུབ་བསྟན་ཆོས་ཉིད་ལགས་དང་ཁོང་གི་བུ་རིག་ལྡན་ལགས་གཉིས་མཉམ་ཞུགས་གནང་ཡོད་འདུག་ལ་དེ་མིན། ཟས་བརྗེད་ངོ་རྒོལ་མཉམ་ཞུགས་གནང་མཁན་མི་གྲངས་ཉི་ཤུ་རྩ་གཉིས་ཙམ་ཕེབས་གནང་འདུག། ཕྱི་ཟླ་ལྔ་བའི་ཚེས་བཅུ་བདུན་ཉིན། ནིའུ་ཡོག་ནིའུ་ཇར་སི་ས་གནས་བོད་གཞོན་ལྷན་ཚོགས་ཀྱི་གཙོ་སྐྱོང་འོག་ས་གནས་མདོ་ཁམས་ཆུ་བཞི་མཁའ་འགྲོ་དང་ས་གནས་བུད་མེད་ལྷན་ཚོགས། དེ་བཞིན་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བཀྲ་ཤིས་བློན་པོའི་མགོན་པོའི་ཚོགས་མི་བཅས་ཀྱིས་སྔ་དྲོ་ཆུ་ཚོད་བཅུ་པའི་ཐོག Queens Jackson High རུ་ལས་འགུལ་དབུ་འཛུགས་ཀྱི་གཏམ་བཤད་གནང་རྗེས་རང་བཙན་གོམ་བགྲོད་གནང་སྟེ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལས་ཁུངས་མདུན་ཐང་དུ་ཆུ་ཚོད་དང་པོ་དང་ཕྱེད་ཀ་ཙམ་ལ་འབྱོར། སྐབས་དེར་པཎ་ཆེན་རིན་པོ་ཆེའི་དགེ་འདུན་ཆོས་ཀྱི་ཉི་མ་མཆོག་གཙོས་པའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་མྱུར་དུ་གློད་བཀྲོལ་དགོས་པ་དང། ཆུང་སྲིད་རིན་པོ་ཆེ་དགུང་ལོ་དྲུག་ནས་བཙན་ཁྲིད་བྱས་ཏེ་གོ་ཐོས་མེད་པར་ད་བར་མི་ལོ་སུམ་ཅུ་འཁོར་བའི་བཅས་ཀྱི་སྐད་འབོད་གཏམ་བཤད་གནང། དེའི་རྗེས་འཛམ་གླིང་མཉམ་སྐྲུན་རྒྱ་མཚོ་ནས་འབྲེལ་བ་རྒྱ་ནག་གི་གཞུང་ཚབ་ཀྱི་ལས་ཁུངས་བར་རང་བཙན་གོམ་བགྲོད་གནང་ནས་ཆུ་ཚོད་གསུམ་པ་ཙམ་ལ་རྒྱ་ནག་གཞུང་ཚབ་མདུན་དུ་འབྱོར་བ་དང་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་རྗེས་མཐའ་མ་བདེན་རྩིས་སྨོན་ལམ་དང་བཅས་མཇུག་སྡོམ་གནང་སོང་བས། ལས་འགུལ་དེར་ཆེད་དུ་མངགས་ནས་ས་གནས་བྷི་ལ་འདྲ་བྷི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་མཆོག་དང་ལྷན་དུ་རྒྱ་ཆེ་བ་ཐུབ་བསྟན་ཆོས་ཉིད་ལགས་དེ་བཞིན་ས་གནས་ཀྱི་མི་མང་གང་འཚམ་ཕེབས་འདུག་པས་གོ་སྐབས་འདི་བརྒྱུད་ནས་ཁོང་རྣམ་པར་དམིགས་བསལ་གྱི་བཀའ་དྲིན་ཆེ་ཞུ་རྒྱུ་ཡིན། ཡང་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་སུད་སི་ས་གནས་བུད་མེད་ཚོགས་པ་དང་ཡུ་རོབ་བོད་ཀྱི་གཞོན་ནུ་ཚོགས་པ་གཉིས་ཀྱིས་གོ་སྒྲིག་འོག་སུད་སི་གནས་ཛུ་རིག་གྲོང་ཁྱེར་གྱི་ནས་རྒྱ་ནག་གཞུང་ཚབ་མདུན་གྱི་བར་སྐད་འབོད་གོམ་བགྲོད་ཐོག་རྒྱ་དམར་གཞུང་གི་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་བཞི་པ་དགོན་འདུན་ཆོས་ཀྱི་ཉི་མ་རིན་པོ་ཆེ་མཆོག་བཙན་ཁྲིད་གར་སོང་ཆ་མེད་དུ་གྱུར་ཏེ་ལོ་ངོ་སུམ་ཅུ་ཕྱིན་ཡོད་པ། རྒྱ་ནག་གཞུང་ངོས་ནས་རྒྱལ་སྤྱིའི་ཆིངས་ཡིག་ཁག་གི་དགོངས་དོན་ལྟར་བརྩི་བཀུར་གྱིས་ཀུན་གཟིགས་པཎ་ཆེན་དགོན་འདུན་ཆོས་ཀྱི་ཉི་མ་རིན་པོ་ཆེ་མཆོག་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པའི་ཐོག་གློད་བཀྲོལ་གཏང་དགོས་པའི་དགོས་འདུན་བཏོན་གནང་འདུག། ཡང་ཕྱི་ཟླ་ལྔ་པའི་ཚེས་བཅོ་བརྒྱད་ཉིན་ཁེ་ན་ཏྲ་ས་གནས་ཀེལ་གྷ་རིའི་གནས་བཞུགས་སྐུ་ཞབས་བསྟན་འཛིན་ལུང་རྟོགས་ལགས་དང་ཐུབ་བསྟན་ནོར་བཟང་ལགས་དེ་བཞིན་མི་མང་འགས་ཚོགས་པ་མེད་པར། བོད་མི་སྒེར་གྱི་གོ་སྒྲིག་ཐོག་པཎ་ཆེན་རིན་པོ་ཆེ་དགོན་འདུས་ཆོས་ཀྱི་ཉི་མ་མཆོག་གཙོས་པའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་མྱུར་དུ་གློད་གྲོལ་འགོག་པ་དང་ཆུང་སྲིད་རིན་པོ་ཆེ་དགུང་ལོ་དྲུག་ནས་བཙན་ཁྲིད་བྱས་ཏེ་གོ་ཐོས་མེད་པར་ད་བར་མི་ལོ་སུམ་ཅུ་འཁོར་བར་གྲྭ་བ་རྒྱ་ནག་ལ་ངོ་རྒོལ་གྱི་སྐད་འབོད་དང་ལས་འགུལ་གཏམ་བཤད་གནང་འདུག། ཡང་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་ཧྥ་རན་སེའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་པེ་ཅིན་སྐུ་འཕྲེང་བཅུ་གཅིག་པ་དགོན་འདུས་ཆོས་ཀྱི་ཉི་མ་མཆོག་དགུང་ལོ་དྲུག་ནས་གར་སོང་ཆ་མེད་དུ་གྱུར་ཏེ་ལོ་ངོ་སུམ་ཅུ་འཁོར་བར་འདྲ་བ་རྒྱ་ནག་གི་གཞུང་ཚབ་མདུན་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་འདུག་ཡང་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་ཁྲོན་རོང་ཀྲོའུ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་པེ་ཅིན་སྐུ་འཕྲེང་བཅུ་གཅིག་པ་དགོན་འདུས་ཆོས་ཀྱི་ཉི་མ་མཆོག་འདྲ་བ་རྒྱ་ནག་གིས་འཛིན་བཟུང་བྱས་པའི་ཉིན་མོར་ཆུ་ཚོད་དང་པོའི་ཐོག་སྒར་རང་ཅི་ལྤགས་དུ་ལས་འགུལ་འགོ་འཛུགས་ཀྱི་ཆུ་ཚོད་དང་པོ་དང་ཕྱེད་ཀ་གོམ་བགྲོད་ལས་འགུལ་སྤེལ་ཞིང་དྲ་བ་རྒྱ་ནག་གཞུང་ཚབ་མདུན་དུ་ངོ་རྒོལ་སྐད་འབོད་གནང་འདུག། ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་སཱན་སི་ཧྥ་རན་སི་ཀོའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགོན་འདུས་ཆོས་ཀྱི་ཉི་མ་མཆོག་དགུང་ལོ་དྲུག་ནས་གར་སོང་ཆ་མེད་དུ་གྱུར་ཏེ་ལོ་ངོ་སུམ་ཅུ་འཁོར་བར་དྲ་བ་རྒྱ་ནག་གི་གཞུང་ཚབ་མདུན་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་འདུག། ཡང་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་རྒྱ་གར་རྡ་རམ་ས་ལར་མེག་ལོ་སྒང་དུ་ཞོགས་པ་ཆུ་ཚོད་བཅུ་པའི་སྟེང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག། ཀུན་གཟིགས་དཔལ་ཆེན་སྐུ་ཕྲེང་བཅུ་གཅིག་པ་བསྟན་འཛིན་དགོས་འདུན་ཡེ་ཤེས་ཕྲིན་ལས་ཕུན་ཚོགས་དཔལ་བཟང་པོ་མཆོག་གར་སོང་ཆག་མེད་དུ་བརྒྱུད་ནས་ལོ་ངོ་སུམ་ཅུ་འཁོར་བའི་ཉིན་མོ་དང་བསྟུན་ཡིག་ཆ་འགྲེམས་སྤེལ་དང་ངོ་རྒོལ་གྱི་ལས་འགུལ་སྤེལ་གནང་འདུག་ཡང་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་མི་ནི་སི་ཏྲའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་དཔལ་ཆེན་སྐུ་ཕྲེང་བཅུ་གཅིག་པ་དགོས་འདུན་ཆོས་ཉི་མ་མཆོག་དགུང་ལོ་དྲུག་ནས་གར་སོང་ཆག་མེད་དུ་བརྒྱུད་ནས་ལོ་ངོ་སུམ་ཅུ་འཁོར་བར། ཅེས་ཁ་སྐོང་ཡོད་པའི་སྒྲ་བོ་རྒྱ་ནག་གི་གཞུང་ཚབ་དོན་དུ་ངོ་རྒོལ་ལིང་ཁུལ་སྤེལ་གནང་འདུག། ཡང་ཕྱི་ལོ་ལྔ་པའི་ཚེས་བཅུ་བདུན་ཉིན་སི་པེན་གྱི་རྒྱལ་ས Barcelona རུ་སྤྱི་ཟུར་ཐུབ་བསྟན་དབང་ཆེན་ལགས་ཀྱིས་སྣེ་ཁྲིད་པའི་ཐོག་ཡུལ་མི་འགའ་དང་ལྷན་དུ་པཎ་ཆེན་སྐུ་ཕྲེང་བཅུ་བཞི་པ་དགོན་བདུན་ཆོས་ཀྱི་ཉི་མ་མཆོག་དགུང་ལོ་དྲུག་ནས་གར་སོང་ཆ་མེད་དུ་གྱུར་ཏེ་ལོ་ངོ་སུམ་ཅུ་འཁོར་བར་འགྱུར་བ་རྒྱ་ནག་གི་གཞུང་ཚབ་དོན་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་འདུག་ཡང་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་པཎ་ཆེན་རིན་པོ་ཆེའི་ཡང་སྲིད་གར་སོང་ཆ་མེད་དུ་གྱུར་ནས་ལོ་ངོ་སུམ་ཅུ་འཁོར་བའི་བོད་པ་དང་ཡུ་གུར་ཐུན་མོང་གིས་འཇར་མན Berlin དུ་ངོ་རྒོལ་ལས་འགུལ་སྤེལ་གནང་འདུག། ད་ལན་འཛམ་གླིང་གང་སར་ནས་ལས་འགུལ་ཤུགས་ཆེན་སྤེལ་བའི་རྐྱེན་གྱིས་ཕྱི་ལྔ་པའི་ཚེས་བཅོ་བརྒྱད་ཉིན་ཨ་རིའི་ཕྱི་སྲིད་ལྷན་ཁང་གི་དྲ་རྒྱའི་སྟེང་དུ་དགྲ་བོ་རྒྱ་ནག་ལ་པཎ་ཆེན་རིན་པོ་ཆེའི་སྐོར་གླེང་སློང་དང་བཅས་བརྡ་ལན་གསལ་པོ་བཏང་འདུག་ཟླ་ལྔ་པའི་ཚེས་ཉི་ཤུ་རྩ་གསུམ་ཉིན་ཨ་རིག་རྒྱལ་ས་ཝ་ཤིང་ཏོན་དུ་རྒྱ་ཆེའི་བོད་རང་བཙན་འཐབ་རྩོད་པའི་ངོས་ནས་ཟླ་ཤས་སྔོན་ནས་གྲ་སྒྲིག་གིས་ཨ་རིའི་གཞུང་ལ་ཡིག་འབྲེལ་སོགས་ཞུས་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ཟླ་ལྔ་པའི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་ནག་གིས་རྒྱལ་ས་པེ་ཅིང་དུ་བོད་ཀྱི་སྐུ་ཚབ་འཐུས་མིར་འཇིགས་སྐུལ་བཙན་ཤེད་ཀྱི་འོག་ནས་གྲོས་མཐུན་དོན་ཚན་བཅུ་བདུན་ཞེས་པར་མིང་རྟགས་བཀོད་པ་དེར། ངོ་རྒོལ་དང་བཅས་སྔ་དྲོ། སྐད་འབོད་དང། གཏམ་བཤད་ཀྱི་ལས་འགུལ་སྤེལ་གནང་སོང། ཉིན་གུང་རྒྱབ་ཆུ་ཚོད་བཅོ་གཉིས་དང་ཕྱེད་ཀ་ཙམ་ནས་ཞུ་གཏུག་གི་ལས་འགུལ་སྤེལ་གནང་སོང། གྲོས་ཚོགས་འཐུས་མི། ཁག་བཅུ་དང། ཕྱི་སྲིད་ལས་ཁུངས་ལ་ཞུ་ཡིག་ཕུལ་ཡོད་འདུག་གཙོ་བོ་དོན་ཚན་གསུམ་དང་དམིགས་བསལ་གྱིས་ཨ་རིའི་ཕྱི་སྲིད་ལས་ཁུངས་ལ་པཎ་ཆེན་རིན་པོ་ཆེ་སྐོར་ལ་ཟླ་འདིའི་ཚེས་བཅོ་བརྒྱད་ཉིན་གླེང་སློང་རྒྱབ་སྐྱོར་དང་དགྲ་བོ་རྒྱ་ནག་ལ་བརྡ་ལན་གནང་བར་བཀའ་དྲིན་ཆེ་ཞུས་ཡོད། དོན་ཚན་གསུམ་ནས་དོན་ཚན་དང་པོ་དེ་བོད་རང་བཙན་ལ་རྒྱབ་སྐྱོར་གནང་བར་བཀའ་དྲིན་ཆེ་ཞུ་རྒྱུ་དང་གཉིས་པ་དེ། བཙན་བྱོལ་བོད་གཞུང་ལ་རོགས་དངུལ་དེ་མ་དགའ་བར་གང་མྱུར་གཏང་རོགས་གནང་འབོད་སྐུལ་ཞུས་ཡོད་འདུག་དོན་ཚན་གསུམ་པ་དེ། བོད་ཕྱི་ནང་གཉིས་ཀྱི་བར་ལ་འཐབ་རྩོད་ཀྱི་ཆེད་དུ་མེད་ན་མི་རུང་བའི། གསར་འགྱུར་གཉིས་དེའང་མ་དགའ་རུ་སྣང་ཞེས་ཞུས་འདུག་མ་ཚད་ལས་འགུལ་དེ་བོད་རང་བཙན་གྱི་མུན་ནག་ཉིན། ཨ་རིའི་ནང་བོད་རང་བཙན་གྱི་ཞུ་གཏུག་ལས་འགུལ་མགོ་འཛུགས་ཐོག་མ་དང། ལོ་རྒྱུས་རང་བཞིན་གྱི་ལས་འགུལ་ཞིག་ཡིན་པ་གསུངས་གནང་སོང། ཡང་ཧྥ་རན་སིའི་ནང་བོད་མི་གསུམ་གྱིས་གོམ་བགྲོད་ཀྱི་ལས་འགུལ་སྤེལ་བཞིན་འདུག་དེ་ཡང་བོད་མི་སོ་ན་དབང་འདུས་དང་སོ་ན་སྟོབས་རྒྱལ་གཉིས་ཀྱིས་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་གཉིས་ནས་ཧྥ་རན་སིའི་མངའ་སྡེ་སྦི་རན་སྐོར་ནས་བོད་ནང་གི་རྫ་དྲག་གནས་སྟངས་དྲིལ་བསྒྲགས་ཆེད་གོམ་བགྲོད་ལས་འགུལ་མགོ་བཙུགས་ཡོད་པ་དང། ཕྱི་ཚེས་ཉི་ཤུ་བདུན་ཉིན། ཉིན་ལྔ་པར་ཧྥ་རན་སིར་བྱང་ཕྱོགས་མངའ་སྡེ་ཇེ་ནེ་རི་པོལ་ལ་འབྱོར་ཏེ་ཉིན་གཅིག་གི་ངལ་གསོའི་རྗེས། ཕྱི་ཚེས་ཉི་ཤུ་དགུ་ཉིན། ས་གནས་དེར་གནས་སྡོད་བོད་མི་བསོད་ནམས་དོན་གྲུབ་ཀྱང་ཁོང་ཉིད་དང་ལྷན་དུ། ལྷན་བཞུགས་ཀྱིས་མངའ་སྡེ་ལིའོན་བརྒྱུད་དེ་པེ་རེས་བར་སྤྱི་ལེ་བདུན་བརྒྱ་ལྷག་གོམ་བགྲོད་བྱ་འཆར་ཡོད་འདུག། ཟླ་འདིའི་ཚེས་ཉི་ཤུ་བདུན་ཉིན་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་འགན་འཛིན་འཆི་མེད་ལྷ་མོ་ལགས་ཀྱིས་འཛམ་གླིང་ས་ཕྱོགས་གང་ས་ན་ཕེབས་པའི་ལས་འགུལ་བ་དང་ཆབ་སྲིད་པ། གཞན་ཕན་གྱི་བསམ་པ་ཅན་མང་པོའི་མདུན་དུ་ནོར་ཝེ། རྒྱ་ཁབ་ཏུ Oslo Freedom Forum ཞེས་པའི་གླེང་སྟེགས་སྟེང། བོད་ནང་གི་རྫ་དྲག་གི་གནས་སྟངས་དང་བཙན་བྱོལ་དུ་ཡོད་པའི་བོད་མིའི་ལས་འགུལ་བ་ཚོས་འཛམ་གླིང་གི་ས་ཕྱོགས་གང་སར་གཉན་འཕྲང་གི་དུས་སྐབས་འདི་ལ་གདོང་ལེན་ཇི་ལྟར་བྱེད་བཞིན་པའི་སྐོར་ལ་གསུང་བཤད་གནང་འདུག། ཟླ་འདིའི་ཚེས་ཉི་ཤུ་བདུན་ཉིན་བོད་དོན་དྲིལ་བསྒྲགས་བླ་མེད་དེ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་མཁན་བྱང་ཡར་ལག་ནས་ལས་འགུལ་ཐེངས་དྲུག་པ་དེ་བཞིན་བདེ་སྐྱིད་གླིང་ནས་འགོ་འཛུགས་ཀྱིས་ཤིམ་ལ་གཙོས་ཧི་མཱ་ཅལ་མངའ་ཁུལ་ས་ཚིགས་ཁག་བརྒྱུད་ལྡི་ལི་བར་རྐང་འཁོར་སྐོར་སྐྱོད་ལས་འགུལ་གནང་མུས་ཡིན་པ་རེད་བཞུགས་སྒར་རྡ་རམ་ས་ལར་འདེད་འཇོག་བྱུང་སྐབས། བོད་ཀྱི་གཞོན་ནུ་ལྷན་ཚོགས་དབུས་ས་གཉིས་ནས་སྣེ་ལེན་དང་དེ་མིན་བོད་རང་བཙན་པ་ཁག་ཅིག་གིས་འཚམས་འདྲིའི་ཐུགས་རྗེ་ཆེ་ཞུས་ཡོད་འདུག། དེ་རིང་གི་ཟླ་བ་འདིའི་གསང་རྒྱུན་ཕྱོགས་བསྡུས་ཀྱི་ལས་རིམ་སྙན་སྒྲིག་ཞུས་ཚར་བ་ཡིན། ཟླ་བ་འདིའི་ནང་ལས་འགུལ་སྤེལ་མཁན་སྒེར་དང་ཚོགས་པ་ཁག་ནི། ནིའུ་ཡོག་རྒྱ་ཆེའི་བོད་རང་བཙན་འཐབ་རྩོད་པ་ནིའུ་ཡོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཧྥ་རན་སིའི་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ས་གནས་གཞོན་ནུ་ཚོགས་པ། ནིའུ་ཡོག་ས་གནས་མདོ་ཁམས་ཆུ་བཞི་གངས་འབྲུག་དང་ས་གནས་བུད་མེད་ལྷན་ཚོགས། དེ་བཞིན་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བཀྲ་ཤིས་བློན་པོའི་མགོན་པོའི་ཚོགས་མི་བཅས་སུད་སིའི་ས་གནས་བོད་ཀྱི་བུད་མེད་ཚོགས་པ་དང་ཡུ་རོབ། བོད་ཀྱི་གཞོན་ནུ་ཚོགས་པ་གཉིས། ཁྱེད་ནག་དྲ་ས་གནས་ཀེལ་གེ་རི་གནས་བཞུགས་སྐུ་ཞབས་བསྟན་འཛིན་ལོ་མདོ་ལགས་དང་ཐུབ་བསྟན་ནོར་བཟང་ལགས་དེ་བཞིན་མི་མང་འགའ་ཡི་ཚོགས་པ་མེད་པར་བོད་མི་སྒེར་གྱི་གོ་སྒྲིག་གནང་བ། ཨ་རིའི San Francisco ས་གནས་བོད་ཀྱི་གཞོན་ནུ་ཚོ་ལྷན་ཚོགས། རྒྱ་གར་རྡ་རམ་ས་ལ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས། ཨ་རིའི་ས་གནས་མི་ནི་སོ་ཀྲའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས། སི་པེན་ས་གནས་བར་སི་ལོ་ནར་སྤྱི་ཟུར་ཐུབ་བསྟན་དབང་ཆེན་ལགས། འཇར་མན་འབར་ལིན་དུ་ལས་འགུལ་སྤེལ་མཁན་བོད་པ་དང་ཡུ་གུར་བ། ཨ་རིའི་ཕྱི་སྲིད་ལྷན་ཁང། France། གོམ་བགྲོད་ལས་འགུལ་སྤེལ་བ་བསོད་ནམས་དབང་འདུས་ལགས་དང་བསོད་ནམས་སྟོབས་རྒྱལ་ལགས་དེ་བཞིན་བསོད་ནམས་དོན་གྲུབ་ལགས། བོད་རང་བཙན་བློ་གྲོས་ཚོགས་པའི་ལས་འགུལ་འགན་འཛིན་འཆི་མེད་ལགས། རྐང་འཁོར་སྐོར་རྒྱུག་གི་ལས་འགུལ་སྤེལ་མཁན་འཇང་དབྱངས་ལགས། བརྩེ་བའི་ཟླ་བ་འདིའི་ནང་གི་ལས་འགུལ་སྤེལ་མཁན་ཚོགས་པ་དང་སྒེར་ཡོངས་རྫོགས་ལ། ཨ་རིའི་གྲོང་ཁྱེར་ནིའུ་ཡོག་ནས་བོད་ཀྱི་འཐབ་རྩོད་བརྒྱུད་ལམ Tibet Struggle བར་གྱི་ཟླ་བ་འདིའི་ནང་ལས་འགུལ་སྤེལ་མཁན་ཡོངས་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་རྒྱུ་ཡིན། ཉིས་སྟོང་ཉི་ཤུ་ཚེས་ལྔ་ནས་ཉིས་སྟོང་སུམ་ཅུ་སོ་ལྔ་བར་ལོ་ངོ་བཅུའི་རིང་ལ་ང་ཚོ་བོད་མི་ཚང་མ་རྡོག་རྩ་གཅིག་སྒྲིལ་གྱིས་ང་ཚོ་ཐུན་མོང་གི་དགྲ་བོ་ངོས་འཛིན་པའི་ཐོག་བོད་རྒྱལ་ཁབ་སླར་གསོ་བྱ་རྒྱུར་ལས་འགུལ་གང་མང་སྤེལ་བའི་འབོད་བརྩོན་གནང་རོགས་གནང་ཞེས་འབོད་སྐུལ་ཞུ། མཐའ་མ་དེར་ཟླ་བ་འདིའི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་གསལ་བསྲིང་གནང་མཁན་ཡོངས་ལ་བོད་ཀྱི་འཐབ་རྩོད་ཀྱི་བརྒྱུད་ལམ་དེ་བས་གསལ་བར་དཔག་གིས་བཀའ་དྲིན་ཆེ་ཞུ་བ་དང་སྦྲགས། ཟླ་བ་རྒྱ་མའི་གསར་འགྱུར་ནང་མཇལ་ཡོང།